ཀྱི་ག་བ་ཡེ་ནས་གཅིག་པ་རེད། ཁྱེད་རང་མིང་གི་རྣམ་གཞག་ཕྱུག་པོ་གཅིག་མེད་ཚ་བའི་ཞུ་དགོས་ཐུག་ན། ཕྲད་ཀྱི་རྣམ་གཞག་ག་ཚོད་ཅིག་ཡག་པོ་ཡོད་པ་ཡིན་ནས་བྱ་ཚིག་གི་རྣམ་གཞག་ག་ཚོད་ཅིག་གི་ཕྱུག་པོ་ཡོད་པ་ཡིན་ན་ཡང་ཁྱེད་རང་ཀྱི་ཡིད་དེ་ཕུན་སུམ་ཚོགས་པ་ཞིག་ཆགས་ཀྱི་ཡོད་མ་རེད། དཔེར་ན་ང་ཚོ་དེང་སང་སླབ་ར་པུ་གུ་དང་ད་ང་ཚོ་དགོན་པའི་ཁག་ན་ལོ་ལ་ཡར་ཨིན་ཇི་སྦྱང་མཁན་འདུག་ཚོ་ཁྲེལ་གྱིས་ཨིན་ཇིས་ཀྱི Grammar ལ་ཞི་རགས་ཀྱི་དོ་སྣང་བྱེད་ཀྱི་རེད་བ། བྱས་ཙང་ཨིན་ཇི Grammar ལ་དོ་སྣང་སྤྲད་ནས་ཕྲད་ཀྱི་རྣམ་གཞག་དང་བྱ་ཚིག་གི་རྣམ་གཞག་གཉིས་ཀྱི་ཞིབ་བོ་ཡག་པོ་འགོད་ཚུལ་གོ་ཡོག་རེད་དེ། ཡིན་ན་ཡང་དེབ་མང་བོ་ཀློག་ནས་མིང་གི་རྣམ་གཞག་དེ་ཕྱུག་པོ་མེད་པ་ཡིན་ཙང། སྐད་ཆ་བཤད་དུས་དཀའ་ལས་ཡོད་རེད་སྒྲུང་དེབ་ཀློག་དུས་དཀའ་ལས་ཡོད་རེད་དེབ་ག་འདྲ་ཞིག་ཀློག་ན་དཀའ་ལས་ཡོད་རེད་ཐ་ན་ཚགས་པར་ཅིག་ཀློག་པ་ཡིན་ནའི་གོ་བ་མ་ལོན་པའི་དཀའ་ལས་ཡོད་རེད་འདི་ག་ཅི་ནས་དཀའ་ངལ་རེ་འཕྲད་པ་རེད་ཟེར་ན་ཁྱེད་རང་ལ་མིང་གི་རྣམ་གཞག་ཕྱུག་པོ་མེད་ཙང་བྱུང་བ་རེད། ཚགས་པར་ནང་ཀློག་ལ་ཡང་དམག་འཁྲུག་དང་འབྲེལ་བའི་སྐོར་ལ་གསར་འགྱུར་ཅིག་ཡོད་ན་ཁྱེད་རང་དམག་འཁྲུག་དང་འབྲེལ་བ་ཡོད་པའི་སྐོར་གྱི་མིང་གི་རྣམ་གཞག་དེ་ཤེས་ཀྱི་མེད་པ་ཡིན་ན་ཁྱེད་རང་གི་དེ་གི་དོན་དག་དེ་འགོ་ཚུལ་གོ་མ་རེད། ཚགས་པར་དེ་གི་ནང་ལོགས་ལ་ཡང་ཆེས་ཆབ་སྲིད་དང་གནད་དོན་འབྲེལ་བ་ཡོད་པའི་གསར་འགྱུར་ཅིག་ཡོད་པ་ཡིན་ན་ཁྱེད་རང་གི་ཆབ་སྲིད་དང་འབྲེལ་བ་ཡོད་པའི་མིང་གི་རྣམ་བཞག་དེ་ཤེས་ཀྱི་མེད་པ་ཡིན་ན་ཁྱེད་རང་དེ་གོ་བ་རག་གི་མ་རེད། ཚགས་པར་དེ་གི་ནང་ལོགས་ལ་ཆོས་ལུགས་དང་འབྲེལ་བའི་གི་རྙོག་དྲ་ཅིག་གི་སྐོར་ལ་གསར་འགྱུར་ཅིག་ཡོད་པ་ཡིན་ན་ཁྱེད་རང་ཆོས་ལུགས་དང་འབྲེལ་བ་ཡོད་པའི་སྐོར་གི་མིང་གི་རྣམ་བཞག་ཤེས་ཀྱི་མེད་པ་ཡིན་ན་ད་ནི་ཁྱེད་རང་གས་གོ་ཅིག་གོ་ཚུལ་གི་མ་རེད། དེ་འདྲ་ཡིན་ཙང་སྐད་ག་བ་ལ་བལྟས་པ་ཡིན་ན་ཡང་མིང་གི་རྣམ་བཞག་དེ་གལ་ཆེ་ཤོས་ནང་གི་ཆེ་ཤོས་རེད། ཕྲད་སྣ་མའི་གི་རྣམ་བཞག་དང་བྱ་ཚིག་གི་རྣམ་བཞག་དེ་བརྒྱ་ཆ་ལྔ་དང་བཅུ་མ་གཏོགས་གི་གནས་ཚུལ་ཡོག་མ་རེད། སྐད་ཡིག་ག་འདྲས་བྲིས་ཡིན་ནི་བརྒྱ་ཆ་དགུ་བཅུ་སྤྱི་པའི་མིང་གི་རྣམ་གཞག་རེད་ཁྱེད་རང་མིང་གི་རྣམ་གཞག་ཡིན་ནི་རྩོམ་བྲིས་ན་ཡང་མི་འདྲ་བ་བྲིས་ཐུབ་ཀྱི་རེད། མིང་གི་རྣམ་གཞག་ཡག་པོ་ཡོད་ན་རྩོམ་ཀློག་པ་ཡིན་ནི་གོ་བ་མི་འདྲ་བ་ཅིག་རག་གི་རེད་བྱས་ཙང་མིང་གི་རྣམ་གཞག་ནི་ཧ་ཅང་གལ་ཆེན་པོ་རེད། དེ་འདྲ་ཡིན་པ་ཡིན་ཙང་ང་ཚོའི་སྐད་ཡིག་གི་ནང་ལོགས་ལ་ཡང། བ་ཡིག་གི་གཞུང་ཟེར་ཡག་ཅིག་དང་སུན་ཅུ་པའི་གཞུང་ཟེར་ཡག་ཅིག་དང་རྟ་མཇུག་གི་གཞུང་ཟེར་ཡག་གི་གཞུང་གསུམ་འདུག་བ། དེ་ལ་སུམ་རྟགས་དག་གསུམ་ཟེར་གྱི་འདུག་བ། དེ་ག་རེ་ཅི་ནས་རེད་ཟེར་དུས་ཙམ་པ་ལ། ཨ་ནི་དེ་སྐད་དེ། མིང་གི་རྣམ་བྱང་གསལ་བར་བྱེད་པ་ལ་དག་ཡིག་གི་གཞུང། ཕྲད་དང་རྣམ་དབྱེ་གི་རྣམ་བྱང་གསལ་བར་བྱེད་པ་ལ་སུན་འཇུག་གི་གཞུང། བྱ་ཚིག་གི་རྣམ་བྱང་གསལ་བར་བྱེད་པ་ལ་ཡང་དག་འཇུག་གི་གཞུང་ཟེར་ནས་འདི་ཚོ་གསུམ་དེ་ཞི་རགས་ཀྱི་གལ་ཆེན་པོ་བརྩི་གི་ཡོད་རེད། དེ་འདྲ་ཡིན་ཙང་ང་ཚོས་ཀྱི་སྣ་མའི་དང་པོ་སྦྱངས་པའི་སྐབས་དེ་ན་སྣ་མའི་དང་པོ་ངོ་ཚ་སྟོན་པ་རེད། དཔེར་ན་ཀ་བ་བུམ་པ་ཟེར་ཡ་འདྲ་བའི་མིང་ཏིག་བཞག་ནས་དེ་ཡི་གོ་ཆོད་པ་བྱས་ན་དེ་ནི་རྩ་བ་ཉིད་ནས་འགྲིག་གི་ཡོད་མ་རེད། དེ་གི་རྗེས་མ་ལ་དཔལ་དུ་གནོད་མཁན་ཆེན་པོ་ཐེབས་རེད་ད་ལྟ་ང་ཚོ་ལམ་ལུགས་ནང་ལོ་ལོ་ནོར་བསྡད་ཡག་གི་ལམ་ལུགས་ཆེ་ཤོས་ཅིག་འོ་འདི་ཆགས་ཀྱི་ཡོད་རེད་ང་ཚོ་མང་པོ་ཞིག་ཅིག་འདི་ནོར་བསྡད་འདུག་དེ་འདྲ་ཡིན་ཙང་ཨ་ནེ་ད་ལྟ་འདི་སྐབས་སུ་བབས་པ་དེ་ནི་ཡང་མིན་གི་གནམ་ལྕགས་ཕྱུག་པོ་བཟོས་ཏེ་ཞི་རགས་གལ་ཆེན་པོ་རེད་ད་དེ་གི་ཕྱུག་པོ་ཆགས་ཡས་ལ་ཐབས་ལམ་ཡག་ཤོས་ནང་གི་ཡག་ཤོས་ཅིག་དེ་ག་རེ་ཡོད་རེད་ཟེར་དུས་ཙམ་པ་ན་མིན་གི་གནམ་ལྕགས་མཐོང་ཡང་མེད་དེ་ངས་འདི་འདྲའི་ཞི་རགས་སྦྱང་དགོས་མ་རེད་མཐོང་ཡ་ཡོད་བསྡད་པ། ཉིན་ཞག་ཁྲུ་གཅིག་གི་ནང་ལོ་ལ་བུད་ཆོད་ཡོད་བསྡད་པ་དེ་འདྲའི་སྦྱང་ཡ་ཐུགས་གལ་ཆེན་པོ་རེད། དཔེར་ན། ཤག་ལ་བསྡད་པའི་སྐབས་དེ་ལ། འཕྲལ་ལོག Trip Light འཕྲལ་ལོག་གི་དག་ཆ་ཤེས་ཡ། འཕྲ་ཡོལ་འཕྲ་ཡོལ་གྱི་དག་ཆ་ཤེས་ཡ། ཐང་ཀ་ཐང་ཀ་གི་དག་ཆ་ཤེས་ཡ། དཔེ་སྒྲོམ་དཔེ་སྒྲོམ་གྱི་དང་ཆ་ཤེས་ཡ། མཆོད་གཤོམ་མཆོད་གཤོམ་གྱི་དག་ཆ་ཤེས་ཡ། མདུན་ཅོག་གི་དག་ཆ་ཤེས་ཡ་གློག་ཀླད་ཀྱི་དག་ཆ་ཤེས་ཡ་ལག་ཐོགས་ཁ་པར་བ་བྱ་ཞེས་ཡང་དེ་འདྲའི་གསོལ་འདྲ་བ་བྱས་ནས་ཉིན་ཞག་ཁྲུ་གཅིག་གི་ནང་ལོ་ལ་ཐུང་ཐུང་ཡོད་པས་ཐུང་ཐུང་ཉོ་གསུམ་གྱི་ནི་མིང་ཚིག་དེ་གའི་དེ་བྱང་ཡང་གལ་ཆེན་པོ་རེད་ལ་ཁྱེད་རང་གལ་སྲིད་དགེ་རྒན་ཅིག་ཡིན་པ་ཡིན་ན་ཡང་སློབ་ཕྲུག་དང་ཁྱེད་རང་གལ་སྲིད་ཕ་མ་ཅིག་ཡིན་པ་ཡིན་ན་ཡང་སོ་སོའི་སྤུ་བོ་ལ་ཡང་ཅིག་ནང་ལ་ཡང་ཉེ་འཁོར་གྱི་དཔྱ་དངུལ་ཚང་མ་གི་མིང་བྲིས་བཅོས་ཡག་དང་དག་ཆ་སྦྱང་བཅོས་ཡག་དང་ཡང་མཚམས་རེ་ཕྱི་ལོགས་ལ་མང་ཆེ་བ་ཅིག་ལྗོན་ཤིང་དང་བཅོས་མའི་ཚལ་དང་ཐོག་རྩེག་ཁང་ཆེན་དང་ལྡུམ་ར་དང། དེ་འདྲའི་སོ་འདྲ་བོ་གཞུང་ལམ་དང། སྐྱོགས་ལམ་དང་ཨ་ནི་མགྱོགས་ལམ་དང་དེ་འདྲའི་སོ་འདྲ་བོ་དེ་འདྲའི་གི་མིང་དེ་ཚོ་ཤིང་བརྗོད་ཡ་དེ་ཞི་རག་གི་གལ་ཆེན་པོ་རེད་དེ་གས་དེ་ཁ་ཐུག་ཁ་ཐུག་ལ་མཐོང་ཡ་ཡོད་པ་ཅིག་རེད་ད་ནང་ཤིང་གི་གཟུགས་པོའི་ཆ་ཤས་ཀྱི་མིང་དང། ད་ནང་ཤིང་གི་ཚོ་བ་གི་རིགས་དང་སེམས་པ་སྐྱོ་གཞུང་ཟེར་སྐྱོ་གདུང་ཟེར་ཡ་འདྲ་བོ་དགའ་ཚོར་ཟེར་ཡ་འདྲ་བོ་དེ་འདྲའི་གི་སོ་འདྲ་བོ་ཚོ་བ་དང་འབྲེལ་བ་ཡོད་པ་གང་ལྟར། མཐོང་ཐོས་མྱོང་གསུམ་དང་འབྲེལ་བ་ཡོད་པས་ཨ་ནི་ང་ཚོ་མིང་ཚིག་དེ་གས་དེ་སྦྱང་ཡ་དེ་ཞི་རག་གི་ཐུགས་གལ་ཆེན་པོ་རེད། དཔེ་སྣ་ཆགས་བཤད་གི་ཡིན་ན་ད་ལྟ་རྒྱ་གར་ཚ་བ་ལུང་པ་ན་ལ་ཡོད་དེ་ངེད་ཀྱི་མི་གཅིག་ལ་ཡང་བོད་ནང་ལོག་ལ་ཡོད་པའི་ཐུ་བོ་མ་ཡིན་པའི་གི་བཅའ་ལག་དེ་འདྲའི་གི་ཁ་ཤས་ཁ་ཤས་གི་ད་མིང་དེ་ང་ཚོ་རིག་གཞུང་ཡིན་པའི་ཆ་ནས་སྨྲ་ཤིང་ཀ་མེད་རེད་དེ་ཆུང་ཚགས་ཆུང་ཚགས་དེ་འདྲའི་སྐོར་ལ་ཞིའུ་ཅི་ཇང་གིས་བསྡད་པ་ཡིན་ན་ཡང་མིག་ཀླད་པའི་ནང་ལ་འཛུལ་གི་མ་རེད་དེ་ལས་ཏང་ཁ་ཡོད་ལག་ཡོད་གི་མཐོང་ཡ་ཡོད་དེ་བས་དངོས་པོ་ད་གས་དང་ནམ་རྒྱུན་རྒྱུན་ལྡན་ལ་བེད་སྤྱོད་བྱེད་ཡ་ཡོད་དེ་བས་ད་ཆ་དེ་གས་དེ་ཤེས་ཡ་གལ་ཆེན་པོ་ཞིག་རག་རེད། དཔེར་ན་ཁྱེད་རང་ལས་ཁུངས་ནང་ལས་ཀ་བྱེད་མཁན་ཅིག་ཡིན་པ་ཡིན་ན་ལས་ཁུངས་དང་འབྲེལ་བ་ཡོད་པའི་མིང་ཚིག་ད་ཆ་ཤི་འགོ་ཡོད་རེད། ཁྱེད་རང་གཞུང་ཆེན་པོ་སློབ་གཉེར་བྱེད་མཁན་ཅིག་ཡིན་པ་ཡིན་ན་གཞུང་ཆེན་པོའི་ཚིག་དང་འབྲེལ་བ་ཡོད་པའི་ཚིག་དེ་གས་དེ་གས་ད་ཆ་ཤི་འགོ་ཡོད་རེད། གལ་སྲིད་ཁྱེད་རང་སྒྲུང་འབྲི་མཁན་ཅིག་ཡིན་ན་སྙན་ངག་འབྲི་མཁན་ཅིག་ཡིན་ན་ག་རེ་ཡིན་ནས་སོ་སོ་དང་འབྲེལ་བ་ཡོད་པའི་མིང་ཚིག་ད་ཆ་དེ་ཤི་འགོ་རེད་མ་གཏོགས་དཔེར་ན་ངའི་སོ་འདྲ་བོ་ཆེ་གེ་མན་གིས་ད་ཆ་དེ་གས་དེ་སྦྱང་གིན་བསྡད་པ་ཡིན་ན་གཅིག་ད་སྦྱང་ན་ཤི་གི་རེད་དེ་ཡིན་ནས་རྗེས་ལ་རང་ནམ་རྒྱུན་ཉིན་ཞག་ཕྲུག་གཅིག་གི་ནང་ལ་ལ་བོད་ཆོས་དར་ལམ་ཟེར་གྱི་མེད་སོ་སོ་ལ་མེད་པ་ཡིན་ཙང་ཨ་ནི་ལམ་སང་མཇལ་འགྲོ་གི་ཡོད་རེད་དེ་འདྲ་ཡིན་ཙང་སོ་སོའི་ཉེ་འཁོད་ལ་བོད་ཆོས་ཡོད་དེ་བས་ད་ཆ་དེ་གའི་འདི་བྱང་ཡ་གལ་ཆེན་པོ་ཡིན་དུས་ཨ་ནི་ཁྱེད་རང་སོགས་ཀྱི་སོ་སོ་ཕ་མ་ཡིན་ན་ཡང་འདྲ་འདུག་དགེ་རྒན་ཡིན་ན་ཡང་འདྲ་འདུག་སོ་སོ་རང་ཉིད་ཡིན་ན་ཡང་འདྲ་འདུག་ག་བ་ལ་དོ་སྣང་བྱེད་དགོས་རེད་ལ་ན་མནའ་མའི་དང་པོ་གི་མིང་གི་རྣམ་གཞག་ཤིང་ཡ་ལ་རྒྱུན་ལྡན་ནས་མཐོང་ཡ་ཡོད་དེ་བས་ཤག་ན་ལ་ཐང་ཀ་ཅིག་ཤང་ཤང་ཡོད་ན་ཐང་ཀ་ཟེར་ད་ཆ་ཤིང་ཡ་ཨ་ནི་གར་སོ་གར་གློག་ཀླད་ཞག་ཞག་ཡོད་པ་ཡིན་ན་གློག་ཀླད་ཟེར་ད་ཆ། ཕྲུག་ལ་ཡོད་དེ་ཁྲེ་ལོག་བཞག་བྱ་ཡོད་ན་ཁྲེ་ལོག་གི་དག་བྱ། འདི་ལ་ཁྲ་ཡོལ་རྒྱག་བྱ་ཡོད་ན་ཁྲ་ཡོལ་གྱི་དག་བྱ། ཕི་གེ་དེ་ལ་ཁ་དག་བསྐོན་བྱ་ཡོད་ཡིན་ན་ཁ་དག་གི་དག་བྱ། དག་ན་ཤིང་དེ་ལ་ལ་ཏོག་ཁ་བ་ཡོད་ན་ལ་ཏོག་ཁ་བ་གི་དག་བྱ། དེ་འདྲའི་བྱེད་ནི་སུད་སུའི་གི་རྒྱུན་ལྡན་གྱི་མིག་གི་མཐོང་ཚུལ་ཡོད་པས་དངོས་པོ་དེ་གའི་གི་དག་བྱ་ཤིང་ཡན་དེ་ཞི་རགས་གལ་ཆེན་པོ་རེད། ཡང་ན་དགེ་རྒན་བྱེད་ཡིན་པ་ཡོད་ན་སློབ་ཕྲུག་དེ་གའི་དེ་ལ་ཤག་ནང་ལོག་ལ་ཡར

རེད་པ། དེ་འདྲའི་སོ་འདྲ་བོ་དང་ཨ་ནི་ཤིང་ཏོག་འདྲ་མི་འདྲ་གི་མིང་དང་ཤིང་སྡོང་འདྲ་མི་འདྲ་གི་མིང་དང་ཁོར་ཡུག་འདྲ་མི་འདྲ་གི་མིང་དང་འདབ་ཆགས་འདྲ་མི་འདྲ་གི་མིང། དེ་གས་དེ་ཤིང་བོ་ཡིན་ན་ཉིན་ཞག་ཕྲུག་གཅིག་གི་ནང་ལོ་ལ་མིག་གིས་མཐོང་བསྡད་པ་ཨམ་ཅོག་གོ་བསྡད་པ་དེ་འདྲ་ཡིན་པ་ཡིན་དུས་ཞེ་དྲག་གི་ཕན་ཐོགས་ཆེན་པོ་ཡོད་རེད་དེ་ངས་དང་པོ་ཅི་ལ་ཡང་ཨ་ནི་ངོ་སྤྲོད་ཞུས་ན་བསམ་བྱུང་ད་དེ་རིང་ང་ཚོ་འདི་འདྲ་མ་ལ་དེ་འདྲའི་རང་གཅིག་གི་ཕྱི་བོད་ཆོས་ཡ་གས་ཡོད་མ་རེད་ཐད་གཏོང་གི་ཐོག་ནས་འགྲོ་གི་ཡོད་པ་ཡིན་དུས་ངས་མིང་གི་རྣམ་གཞག་གྲུབ་སྟངས་འདི་གི་སྐོར་ལ་ངོ་སྤྲོད་ཁ་ཤས་ཞུ་གི་ཡིན། དང་པོ། བུ་བེད་ཀྱི་མིང་གི་རྣམ་གཞག་ཕལ་མོ་ཆེ་དེ་གྲུབ་སྟངས་དེ། ཡང་མེད་ན་འདོད་རྒྱལ་གྱི་མིང་རེད་ཡང་མེད་ན་རྗེས་གྲུབ་ཀྱི་མིང་རེད། འདོད་རྒྱལ་གྱི་མིང་དང་རྗེས་གྲུབ་ཀྱི་མིང་ཟེར་དུས་ག་རེ་ཟེར་དགོས་བ་རེད་ཟེར་དུས་བཙན་པ་ལ། འདོད་རྒྱལ་ལ་ཞེས་པ་དེ་ནི་མིང་དེ་བཏགས་པ་དེ་ལ་རྒྱུ་མཚན་གྱིས་བསམ་བློ་བཏང་ནས་བཏགས་པ་མ་ཡིན་པར་སྔོན་མ་ནས་དེ་འདྲས་ལབ་གི་ཡོད་བ་ད་ལྟ་མུ་མཐུད་ནས་ལབ་གི་ནས་འགྲོ་གི་ཡོད་བ་བྱས་ལ་འདོད་རྒྱལ་གྱི་མིང་ཟེར་དགོས་རེད། དཔེར་ན། ས་དང་ཆུ་དང་མེ་དང་རླུང་དང་ཀ་བ་དང་བུམ་པ་དང་དེ་གས་དེ་ག་རེ་བྱ་དགོས་རེད་ཟེར་ན་འདོད་རྒྱལ་གྱི་མིང་བྱ་དགོས་རེད། ད་རྗེས་དྲུག་གི་མིང་ཟེར་དུས་བརྩམས་པ་ལ། ཨ་ནེ། མིང་སྙན་མ་གི་མིང་ཅིག་ཡོད་པ་བྱེད་དགོས་དེ་ལ་རྒྱུ་མཚན་བསམ་བློ་བཏང་ནས་ཨ་ནེ་བེད་འདྲ་བ་དང་འབྲེལ་བ་དང་དེ་རིགས་ཀྱི་རྒྱུ་མཚན་བསམ་བློ་བཏང་པའི་ཐོག་ནས་དེ་ལ་སྒྲ་བཤད་ཡོད་པའི་ཐོག་ནས་བཏགས་བྱས་པ་ཅིག་ལ་རྗེས་དྲུག་གི་མིང་ཟེར་དགོས། དཔེར་ན་སློབ་གྲྭ Hlop Tra ལ་དགོས་ཡོད་རྒྱུ་མཚན་ག་རེ། སློབ་སྦྱོང་བྱེད་ས་ཀྱི་གྲྭ་བ་རྭ་བ་དེ་ཡིན་ཙང་སློབ་གྲྭ། གློག་ཀླད། དགེ་རྒན། དགེ་རྒན། སྒྲ་འོད་ཀྱི་བསླབ་པ་ཡིན་ན། དགེ་ཟེར་དུས་རྩམ་པ་ལ་དགེ་བ། དགེ་བ་ཟེར་ན་ལམ་པ་ལང་ཀ་ཡག་ག་ལ་ཟེར་བ་རེད་པ། ལང་ཀ་ཡག་ག་སྟོད་ངན་གྱི་སོ་སོ་ལས་ཤེས་ཚད་རྒན་པ་ཡིན་ཙང་དགེ་རྒན་ཟེར་སོང་འགྲོ་ཡོད་རེད་པ། དེ་སྐད་དེ་རྗེས་དྲུག་གི་མིང་ཆགས་པར། དེ་ཡིན་ཙང་བོད་ཕལ་གྱི་མིང་ཆ་ཚང་ལོ། ཡང་མེད་ན་འདོད་རྗེ་རེད་ཡང་མེད་ན་རྗེས་དྲུག་རེད་གཉིས་ན་འདུས་འགྲོ་བར། ཡིན་ན་ཡང་འདོད་རྗེ་གྱི་མིང་དེ་ཉུང་ཉུང་རེད། ང་རང་ཚོའི་སྐད་ཡིག་ནང་ལོ་ལ་རྗེས་དྲུག་གི་མིང་དེ་མང་ཡོད་རེད། ཚང་མ་ལོ་ལ་རྒྱུ་མཚན་བཤད་ཡ་རེ་རེ་ཡོད་རེད། དཔེར་ན་རྐུབ་ལྕགས་ལ་བོད་དུ་རྒྱུ་མཚན་ཡོད་རེད། རེ་བ་ཡང། ད་སྔ་ནང་བཞིན་གྱི་གློག་ཀླད་ལབ་པ་ཡིན་ནའི་རྒྱུ་མཚན་ཡོད། ཁྲལ་གློག་ལབ་པ་ཡིན་ནའི་རྒྱུ་མཚན་ཡོད། ཁ་བརྡར་ལབ་ན་ཡང་རྒྱུ་མཚན་ཡོད། ག་བ་ལ་བལྟས་པ་ཡིན་ནའི་ད་ཁྲ་ཡོལ་ལབ་པ་ཡིན་ནའི་རྒྱུ་མཚན་ཡོད། མདོག་དེ་ཁྲ་བོ་ཡིན་པ། ཨ་ནེ་ཡོལ་ལ་རྒྱ་ཡ་ཡིན་ཙང་ཁྲ་ཡོལ། སྐབས་དེ་འདྲས་ཀྱི་སོ་འདྲ་པོ་བྱས་ནས་ཆ་ཚང་ལ་ལ་རྒྱུ་མཚན་ཡོད་པ་ཡིན་དུས་དེ་གས་ཀྱི། མིང་རེ་རེ་རེ་རེ་བཏགས་ཡ་དེ་ལ་རྒྱུ་མཚན་ཤིང་གི་ཐོག་ནས་བཏགས་ན་དཔེ་ཡག་པོ་ཡོད་རེད། དཔེ་ན་ཁྱེད་རང་བློ་དཔེ་ཆ་བཏགས་ནས་དེ་ངས་ཇི་ཡིན་ན་ཅེས་ཤེས་ཟེར་དུས་རྩོམ་པ་ལ་གར་ཟེར་གྱི་རེད། བ་བོ་ཅག་དང་བཅས་ཤ་ནུ་མ་བཤད་ས་ཞེས་དོན་དག་འདི་ཤེས་པ་ཡིན་ན་ནི་དག་ཆ་དེ་འཁྲུལ་བོ་མ་རེད། རྣལ་འབྱོར་མངོན་སུམ་ལ་ཡོད་བ་རྣལ་འབྱོར་ལ་ན་རྣལ་ལ་ན་ག་ལ་ཡོད་འབྱོར་ལ་ན་ག་རེད་ལ་འདི་དག་དོན་དག་འདི་ཤེས་ཀྱི་ཡོད་ན་རྣལ་འབྱོར་ཟེར་དེ་གི་དོན་དག་འདི་ཞལ་བོ་ངལ་བོ་བྱ་གི་རེད་ལ་དག་ཆ་རྩ་བ་ཉིད་ནས་འབྱེད་གི་མ་རེད། དེ་མ་ཤེས་པ་ཡིན་ན་རྣལ་འབྱོར་རྣལ་འབྱོར་རྣལ་འབྱོར་བྱས་ཤིག་བྱས་ཤིག་ཚད་མ་ཚད་མ་འགྲོ་ཞིག་ལབ་འགྲོ་ཞག་ནི་མ་གཏོགས་ཞི་བ་གཅིག་ཕན་ཐོག་ཡོད་མ་རེད་དེ་འདྲའི་ཡིན་ཙང་རྗེས་འཁྲུག་གི་རྣམ་གཞག་དེ་གཞན་ཧ་ཅང་གལ་ཆེན་པོ་རེད། དེའི་ཤུལ་སྒོ་དེ་ལ་བུད་མེད་ཀྱི་མིང་ཡང། དབྱེ་བ་འདྲ་བོ་བཀྲམ་པ་ཡིན། ཡང་མིན་ན་བཏགས་མིང་རེད་ཡང་མིན་ན་དངོས་མིང་ཆགས་སྒོ་རེད། ད། བཏགས་མིང་དང་དངོས་མིང་ཟེར་བསྡད་ཡ་དེ་ག་འདྲའི་ཆེ་ཆགས་སྒོ་རེད་ཟེར་དུས་ཙམ་ལ་ད་དངོས་མིང་ཟེར་བ་ཡིན་ན་ནི་ད་ཁོ་རང་རང་ལ་དེ་གར་བཟོ་བ་རེད་ལྟོས་བསྡུ་བ་ལ་བུམ་པ་ཟེར་ན་ལ་བས་ད་ག་རང་དངོས་མིང་རེད་པ། ད་བཏགས་མིང་ཟེར་ཡ་དེ་ལ་སླེབས་ཡོང་དུས་ཙམ་པ་ལ། རྒྱུ་ཡི་མིང་འབྲས་བུ་ལ་བཏགས་པ། འབྲས་བུའི་མིང་ནི་རྒྱུ་ལ་བཏགས་པ། འདྲ་བ་རྒྱུ་མཚན་དུ་བྱས་ནས་བཏགས་པ་ཟེར་བྱས་ནས་ད་གསུམ་འདྲ་བ་བྱས་པ་རེད། ད་གང་བྱས་འདི་ལ་ནི་གར་བཟོ་བ་རེད། ནི། འབྲེལ་བ་རྒྱུ་མཚན་དུ་བྱས་ནས་བཏགས་པ་དང་འདྲ་བ་རྒྱུ་མཚན་དུ་བྱས་ནས་བཏགས་པ་ཟེར་ནས་དཔེ་ཆ་ནང་ལ་དེ་འདྲའི་ཡོད་རེད་དེ་མ་བཀྲམ་པ་ཡིན་ན། རྒྱུའི་མིང་དེ་འབྲི་གུ་ལ་བཏགས་བཞག་པ་དེ་དཔེར་ན། རས་འཐག་པ་ལ་གུས་འཐག་པ་ཟེར་ཡ་དང། ཡོས་བསྔོ་བ་ལ་ཡར་རྩམ་པ་བསྔོ་བ་ཟེར་ཡ་འདྲ་པོ་དེ་ཚོ་བྲིས་ཏེ། རྒྱུ་གི་མིང་དེ་འབྲི་གུ་ལ་མ་བཏགས་བཞག་པ་རེད། འོ་དེ་ག་རང་རེད། ད་ནང་བཞིན་གྱི་འབྲི་བུའི་གི་མིང་དེ་རྒྱུ་ལ་བཏགས་བཞག་པ་དེ་འདྲ་ཡིན་ན། དཔེར་ན། ཉི་མའི་འོད་གསལ་ལ་ཡང། ཉི་མ་ཤཱས་དང་ཉི་མ་ཤཱས་ལ་ཡོད་དངོས་གནས་དཔྱད་ན་ཉི་མའི་འོད་ཟེར་རེད་ཉི་མའི་འོད་ཟེར་དེ་ཉི་མའི་འབྲས་བུ་རུ་བ། དག་སྣང་ཞིང་གི་པགས་ལ་རྩམ་པ་ཟེར་ཡག་སོ་འདྲ་བོ། ཨ་ནེ་བལ་དོ། བཙོས་མ་ཟིན་པའི་སྔོ་ཚལ་ལ་ཡང་ཚོད་མ་ཟེར་ང་ཚོ་ཚའི་ཉེ་བར་དྲུག་ཡིན་ལབ་ཀྱི་འདུག་བ་དངོས་གནས་དཔྱད་ན་ཚོད་མ་རེད་བ་ཚོད་མ། ཚོད་མ་ཟེར་བ་དེ་ཡིས་སྔོ་ཚལ་དེ། བཙོས་བཞག་པ་ཡིན་ན་ཚོད་འགྲོ་གི་ཡོད་རེད་ཚོད་པ་ཡིན་ཚ་དེ་ལ་ཚོད་མ་ཟེར་གི་བ་རེད། བཙོས་མ་ཚ་གོ་ནས་དེ་ག་སྔོ་ཚལ་དེ་གའི་དེ་ལ་ཡང་ཚོད་མ་ཚོད་མ་ཟེར་ལབ་དགོས་བ་རེད་བ་དེ་གའི་དེ་ག་རེད་ཟེར་ན་འབྲས་བུའི་མིང་རྒྱུད་ལ་བཏགས་པ་ཟེར་ཡག་དེ་དཔྱད་དགོས་བ་རེད། ད་དེའི་ཆེད། ད་མདོ་དུས་མདོ་དུས་མ་གཏོགས་ཞུ་ཐུབ་ས་མ་རེད་ཁྱེད་རྣམ་པ་ཚོས་སོ་སོ་སོ་སོ་བའི་འདི་ལ་ཕོགས་སུ་བྱས་ནས་བཀག་ནས་སོ་སོ་སོ་སོའི་ཁྲི་ལྡན་ནང་ལ་མ་བབས་ན་མ་གཞི། ད་འདྲ་བ་རྒྱུ་མཚན་དུ་བྱས་ནས་བཏགས་པ་ཟེར་ཡ་དེ་ནམ་མཁའི་ཡོངས་གྲགས་རེད་དཔེར་ན་སུ་མཛེས་པོ་ཡོད་པ་སྐད་སྙན་པོ་ཡོད་པའི་བུ་མོ་དེ་ཚོ་ལ་ལྷ་མོ་ལ་ཡང་འདྲ་བོ། སྤྱོད་པ། གནག་པོ་ཡོད་ངེས་ད་མདོག་དེ་ཡང་སྤྱོད་པ་ངན་མདོག་སུ་ཅིག་ཡོད་ཡོད་ན་མི་དེ་གླུད་རེད་ཟེར་ཡ་སོང་འདྲ་བོ། མི་ངར་པོ་དེ་འདྲ་ཡོད་ན་སྟག་རེད་ཟེར་ཡ་འདྲ་བོ། རེད་བ།

དེ་སྐད་དེ་རེད། ད་དེ་ཞུ་དགོས་དེ་ལ་ཡང་བོད་པའི་སྐད་ཡིག་ནང་ལོགས་ལ་ཡང་མིང་བཀྲ་ཐང་དེ་ལ་ཆོས་སྤྱོད་པའི་མིང་དང། ཁྱད་གཤིས་སྤྱོད་པའི་མིང་ཟེར་གཉིས་ཡོད་རེད། ཡང་མིན་ན། ཆོས་ཅན་སྤྱོད་པའི་མིང་ཡང་ལབ་གི་རེད་གང་བྱས་དེ་ཡི་དབྱིན་ཇི་ནང་ལོགས་ལ། Adjective and Noun། ཟེར་དེ་རེད། ཆོས་སྤྱོད་པའི་མིང་ཟེར་དུས Adjective ཟེར་དགོས་རེད། ཁྱད་གཤིས་སྤྱོད་པའི་མིང་ཟེར་དུས་ཙམ་པ་ལ་གར་ཟེར་དགོས་རེད་ཟེར་དུས Noun ཟེར་དགོས་རེད། ད་དེ་ལས་སླ་པོ་ཞེ་རག་ཡིན་ཙང་ངས་འགྲེལ་བཤད་ཞེ་དྲག་ཞུ་གི་མེད། དཔེར་ན་ཆོས་སྤྱོད་པའི་མིང་ལ་ན། མཛེས་པོ། སྡུག་པ། དཀར་བ། དང། ཁ་དོག་གི་རྣམ་པ་འདྲ་བོ་དང་དབྱིབས་ཀྱི་རྣམ་པ་འདྲ་བོ་དང་ཡོན་ཏན་གྱི་རྣམ་པ་འདྲ་བོ་རེད་བ། དེ་གས་ཡོངས་སུ་རྫོགས་པ་དེ Adjective ཆག་གོ་རེད་བ། Adjective ཆག་གི་ཡོད་ཚ་ཆོས་སྤྱོད་པའི་མིང་ཆག་གོ། ཆོས་སྤྱོད་པའི་མིང་དང་ཆོས་ཅན་སྤྱོད་པའི་མིང་གཉིས་པ་རུ་དེ་ལ་ཁྱད་པར་ག་འདྲི་ཆེ་གོ་རེད་ལབ་པ་ཡིན་ན། དཔེར་ན། ཆོས་ཅན་སྤྱོད་པའི་མིང་ཡིན་ན་འོ་ལ་དྲི་བ་ལྷག་གི་མ་རེད། དཔེར་ན། ང་ལ་བུམ་པ་གཅིག་དགོས་འོ་ལ་ན། ཨ་ལས་བུམ་པ་གཅིག་ཁྱི་ལས།

དཀར་བོ་ག་རེ། དཀར་བོ་ག་རེ། ག་རེ་གི་དཀར་བོ། ཟེར་ཡག་གི་དྲི་བ་ཅིག་གླེགས་ཀྱི་ཡོད་རེད་པ། དེ་འདྲས་ཡིན་ཙང་དེ་ལ་ཁྱེད་བརྗོད་པའི་མིང་དང་ཆུ་ཆེན་བརྗོད་པའི་མིང་གཉིས་ལ་ཁྱད་པ་འདྲ་པོ་ཅིག་དེ་འདྲས་ཡོད་རེད། ད་ཆུ་ཆེན་བརྗོད་པའི་མིང་འདྲ་པོ་ཅིག་ལ་ཆ་མཚོན་པ་ཡིན་ན་ནི་ལས་སླ་པོ་ཞིག་རེད། དཀར་བ་དང་བུམ་པ་ལ་སོགས་པ་ཆ་ཚང་ཡིན་ཙང་ངས་ཞུ་མེད། ད་དེ་ཞུ་གོ་དེ་ལ་བོད་པའི་སྐད་ཡིག་ནང་ལོགས་ལ་ཞེ་ས་ཟེར་བརྗོད་རེད། འཛམ་གླིང་གི་རྒྱལ་ཁབ་གཞན་དང་མི་འདྲ་བར་བོད་པའི་སྐད་ཡིག་ནང་ཞེ་ས་ཀྱི་རྣམ་གཞག་ཤིན་ཏུ་ཕྱུག་ཅིང། དར་ཁྱབ་ཀྱང་ཤིན་ཏུ་ཆེ་བར་མངོན། ཞེ་ས་ཞེས་པའི་དོན་ནི། ཞེས་བསམ་པའི་གཏིང་ནས་གུས་བརྩི་ཞུས་སྲེད་ཀྱི་ཡུལ་དེ་ལ་གུས་ཞབས་ཀྱི་བརྗོད་ཚུལ་ཞིག་ལ་ཟེར། དེ་རེད། ཞེ་ས་ཟེར། ཞེ་ས་ཟེར་ཏེ་ང་ཚོ། སྤྱི་བཏང་དབྱིན་ཇི་སྐད་ཡིག་ནང་ལོགས་ལ་ཞེ་ས་ཡོད་རེད་པས་ལབ་པ་ཡིན། ལྟས་ཚེ་སྤྱི་བཏང་ཡོད་རེད། རེད་པ་དཔེར་ན་ཆ་ཤས་ཀྱིས་ནི sentence འདྲ་བོ་དེ་འདྲ་བཟོས་པའི་སྐབས་དེ་ལ་ཡིན། Can you please give me a།

དེ་འདྲ་ཡིན་ཙང་ཞེ་ས་གི་སྐོར་དེ་ཞིབ་ཚགས་པོ་སྦྱང་ཡ་གལ་ཆེན་པོ་རེད། ཤེས་རིག་ལས་ཁུངས་ནས་ཞེ་སའི་གི་རྣམ་འབྱེད་ཟེར་ཡ་གི་ཚེ་དབང་རྟ་མགྲིན་གི་ཁྲིད་བྱ་བ་ཅིག་དེབ་ཅིག་ཡ་ཡོད་རེད་དེ་ཡག་པོ་ཞུ་རྒྱུ་ཡོད་རེད་ལ་ད་དེ་འདྲ་བོ་གི་དེ་ལས་ལྷག་ཤོས་ཡིན་ཙང་གི་ཞུས་པ་ཡིན་མ་གཏོགས་དེ་འདྲ་གི་དེབ་མང་པོ་ཡོད་རེད་ཨ་ནི་དེང་སང་དུས་ཚོད་ལ་ཡིན་ན་ཅིག་གི་དྲ་རྒྱའི་ནང་ལོགས་ལ་ཡ་མུན་སེལ་ངོ་དེབ་གི་ནང་ལོགས་ལ་ཡ་ཨ་ནི་ག་རེ་སོགས་རེད་བས་ནི་བུ་མོ་དེ་གི་ཞེ་སའི་སྐོར་ལ་མང་པོ་ཞུ་ཅིག་ལབ་གནང་གི་འདུག་ཨ་དེ་གས་དེ་ཡང་སྦྱངས་པ་ཡིན་ན་ཞེ་རག་ཡག་པོ་ཡོད་རེད།

བྱེ་བྲག་མང་པོ་ཞིག་ལ་ཁྱབ་བསྡད་པ། མཛུ་གུ་བཙུགས་ས་གཅིག་མེད་སྐྱོ། མང་པོ་ཞིག་གིས་ཁྱབ་བསྡད་ངེས་ཀྱི་ཅིག་ལ་ཡང་ཅེས་མིང་གཟིགས་སྐོར། བྱེ་བྲག་གི་མིང་གཟིགས་དུས་ཙམ་པོ་ལ། དམིགས་སུ་བཀར་ནས་དངོས་པོ་དང་ཡུལ་དང་གང་ཟག་བྱེ་བྲག་པ་གཅིག་གི་མིང་དེ་ལ་ཡང་བྱེ་བྲག་གི་མིང་གཟིགས་སྐོར། དཔེར་ན། དེ་ལ་རིགས་གསུམ་ཡོད་རེད་དང་པོ་སྤྱི་མིང་དེ་ཡིན་ད། སྤྱི་མིང་དེ་གང་ཟག་གི་དབང་དུ་བྱས་པ་ནི་ལབ་ཡིན་ན་དགེ་རྒན། རྩོམ་པ་པོ། གྲྭ་པ། མི་སྐྱ། ཨ་ནེ། དམག་མི། ཟེར་ཡག་སོགས་འདྲ་པོ་འདི་ཚོ་བྲིས་ཏེ་སྤྱི་མིང་རེད་སྤྱི་མིང་ཡིན་པ་མ་ཚད་སྤྱི་མིང་གང་ཟག་ཡིན་པ་དེ་ག་དེ་རེད། ད་ཡུལ་འདྲ་པོ་ཅིག་ལ་ཆ་མཚོན་པ་ཡིན་ན་གྲོང་གསེབ་གྲོང་ཁྱེར་རྒྱལ་ཁབ་ཁྲོམ་ར་མཚོ་ཟེར་ཡག་འདྲ་པོ་དེ་འདྲའི་ལབ་པ་ཡིན་ན་ནི་སྤྱི་མིང་རེད་གྲོང་ཁྱེར་ལབ་དུས་སྤྱི་མིང་རེད་མ་གཏོགས་བྱས་པའི་ལྷ་ས་གྲོང་ཁྱེར་འདྲ་པོ་ཅིག་ལབ་འོག་མ་ལྷ་ས་ལབ་པ་ཡིན་ན་བྱེ་བྲག་མིང་བྱ་རེད། གྲོང་ཁྱེར་རེ་ལབ་ཡིན་ན་ད་སྤྱི་མིང་ཆགས་འགྲོ་དགོས་རེད། དེ་འདྲ་ཡིན་ཙང་མཚམས་མཚམས་ང་ཚོ་སྤྱི་མིང་དང་བྱེ་བྲག་མིང་མཉམ་འདོགས་བེད་སྤྱོད་གཏང་གི་རེད་གྲོང་ཁྱེར་ལྷ་སར། དགེ་རྒན་བཀྲ་ཤིས། རྩོམ་པ་པོ་ཨ་ནེ་གར་སོང་རེད། ཨ་ནེ། ད་མིང་གསོན་འགྲོ་གི་ལ་དུད་འགྲོ་རྒྱལ། ཨ་ནེ། ད་ག་ནང་ཞིག་གི་གྲྭ་པ་བློ་བཟང་ཟེར་ཡག་འགྲོ་པོ་དེ་བ། ཨ་ནེ། ཨ་ནེ་སྒྲོལ་མ་ཟེར་ཡག་སོང་འགྲོ་པོ་དེ་འདྲ་ལབ་ཡིན་ན་ནི་སྤྱི་མིང་དང་བྱེ་བྲག་མིང་མཉམ་འདོགས་བེད་སྤྱོད་གཏང་དགོས་རེད་བ། དེ་རེད། ད་བྱེ་བྲག་གི་མིང་དེ་ཡུལ་དུ་བྱེད། དངོས་པོ་ལྟ་བུ་ཅི་ལ་ཆ་མཚོན་པ་ཡིན་ན་ཡང་བཏུང་བྱ། གོན་པ། སྨྱུ་གུ། དེབ། ཟས་སོགས་འདྲ་བོ་དེ་གས་དེ་གར་ཆགས་འོར་ཟེར་ན། ནི་གར་སོགས་འོར། སྤྱི་མིང་ཡིན་པ་གང་ཞིག་ལ་སྤྱི་མིང་དངོས་པོ་གི་རྣམ་གཞག་དེ་གས་དེ་ཆགས་འོར། དེ་གས་དེ། ནི། བྲིས་ཏེ་ན་ལ་མ་བྲིས་བཅས་སོ་སོ་སྦྱང་ཡ་དེ་གལ་ཆེན་པོ་རེད་སོ་སོའི་ངོ་ནས། སྤྱི་མིང་གང་ཟག་ལ་འཇུག་པ་དེ་འདྲའི།

བྱེ་བྲག་གི་མིང་ཟེར་དུས་ཙམ་པ་ལ་ད་ག་རང་རེད་ད་འགྲོ་སྟངས་གཅིག་པ་གཅིག་རྐྱང་ཡིན་པ་གང་ཤེས་ལ་ཡང། ད་གང་ཟག་གཅིག་ལ་ལབ་པ་ཡིན་ན་གང་ཟག་སེང་གེ་དེ་ཕན་ན་ད་འདི་ཡིན་ན་དགེ་རྒན་འདྲ་བོ་ཅིག་ལབ་ཤག་རེད་བ། དགེ་རྒན་འདྲ་བོ་ཅིག་ལབ་མ་ཡིན་པ་དགེ་རྒན་སུ་ཟེར་ནས་མ་འཛུགས་འགོ་བཙུགས་ནས particular། proper། མི་གཅིག་ལ་མ། རྫུ་གུ་གཙུག་ཅིང་འཆིང་བ་ཡིན་ན་གང་ཟག་ཟས་འདྲ་བ་བྱིན་རླབས་ཡིན་ན་བློ་བཟང། བཀྲ་ཤིས། སྒྲོལ་མ། དཔལ་ལྡན། རྡོ་རྗེ་ཟས་འདྲ་བ་དེ་ཚོ་བྲིས་ཏེ་གར་ཆག་གོ་རེ་ཟེར་ན། བྱེ་བྲག་གི་མིང་གང་ཟག་གི་སྐོར་ལ་འཇུག་བ་ཟེར་ཡ་དེ་རེད། ད་ཡུལ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་བོད། ཁམས། ཨ་མདོ། ལྷེ་ས། ཨ་རི། རྒྱ་གར་རྒྱ་ནག་ཟས་འདྲ་བ་དེ་ཚོ་ཡིན་ན་ཡུལ་ལ་འཇུག་པ་དེ་རེད། དངོས་པོ་ལ་འཇུག་པ་ཡིན་ན་སུམ་རྟགས། ཀུ་ཤུ་ཁ་བ་ཟེར་ཡང་འགྲོ་གི་དུས་ཚོད་ཁྲིད་དེ་རེད། འོ་དེ་འདྲས་ཡིན་པ་ཡིན་དུས་ཨ་ནི་དེ་སྐད་དེ་ཡོངས་སུ་རྫོགས་པ་དེ་ད་བྱེ་བྲག་གི་མིང་ཆགས་དགོས། ད་སྤྱི་མིང་དང་བྱེ་བྲག་གི་མིང་དེ་སྐད་དེ་ཨ་ནི་ཧ་གོ་བ་ཡིན་ན་བོད་སྤྱིར་བཏང་ས་བཏང་སྟངས་ལ་མཁས་པ་ཞེ་དྲག་ཡོད། དེ་མཁྱེན་པ་དེ་ཞེ་དྲག་གལ་ཆེན་པོ་རེད། དེ་ཤོད་དགོས་དེ་ལ་རྟགས་ཀྱིས་མཚན་པའི་མིང་ཟེར་ཡ་དེ་རེད་རྟགས་ཀྱིས་མཚན་པའི་མིང་ཟེར་དུས་ཚངས་པ་ལ་ག་རེ་ཟེར་དགོས་རེད་ཟེར་ན་ད་ཇན་ཏྲི་ནའོ་དེ་རེད། ད་ང་ཚོ་སྟག་གི་ནང་ལོགས་ནས་ཕོ་མཚོན་བོད་ཀྱི་མིང་ཏིག་ཨེ་ནན། བུ། ཨ་ཕ། ཨ་ཁུ། ཨ་ཞང། ཁོ་བོ། ནུ་བོ། གཅེན་པོ། གཅུང་པོ། འདྲ་བ་ཞིག་ལབ་ཨེ་ཡིན་ན་རྡོ་སོལ་ཚ་མོ་ལོ། ཕོ་མཚོན་དགོ་བ་རེད་པ། དེ་རེད། དག་ནང་ཤིང་གི་མོ་མཚོན་ཡང་འདྲ་བ་ཅིག་ཡིན་ན་བུ་མོ། ཨ་མ། གཅེན་མོ། གཅུང་མོ། སྲིང་མོ། ཨ་ནེ། ཨ་སུ། ཚ་མོ། འདྲ་བ་ཞིག་ལབ་ཨེ་ཡིན་ན་རྡོ་སོལ་ཚ་མོ་མོ་མཚོན་དགོ་བ་རེད་པ། ད་ཕོ་མོ་སྤྱི་ཡོངས་ནས་མཚོན་པ་ཅིག་ཡིན་ན་རོགས་པ། མི། གང་ཟག། ལྷ། ཀླུ། དགྲ། གཉེན། ཕྲུ་གུ། སློབ་མ། ཟེར་ཡང་འདྲ་བ་ཅིག་ལབ་ཨེ་ཡིན་ན། ཕོ་དང་མོ་ཡིན་པ་གསལ་པོ་ཞིག་ལ་ཡོད་མ་རེད་པ། དེ་གས་དེར་འདུག་ས་ཤིག་ན་ཁེ་ཁེ་བཙན་ཞེས་ལ་ཡོད་རེད། དེ་ཤི་གོ་དེ་ལ་མངོན་བརྗོད་ཀྱི་མིང་རེད། ད་བོད་པའི་སྐད་ཡིག་ནང་ལོགས་ལ་ཡང་དམིགས་བསལ་གྱི་ཁྱད་ཆོས་བརྗོད་པ་དེ་མངོན་བརྗོད་རེད་མངོན་བརྗོད་དེ་ཞི་རགས་ཀྱི་གལ་ཆེན་པོ་ཡིན་ཙང་ངས་ངོ་སྤྲོད་འབུལ་རྩིས་ཞུ་ཡི་ཡིན་དང་པོ། མངོན་བརྗོད་དེ་གས་དེ་གྲུབ་སྟངས་དེ་གས་དེ་དང་པོ་རྣམ་པས་ཀྱི་ཐོག་ནས་བྲོ་བྱ་བ་གཅིག་ཡོད་རེད་དཔེར་ན་གླང་ཆེན་ལ་སོ་གཉིས་པ་ལ་ཡོད་དོ། སྐར་ཁུང་ལ་དྲ་མིག་ལག་གི་འདུག་ཨ་ནེ་ཆུ་ལ་ཐུར་འགྲོ་ལག་གི་འདུག་ནེ་ཙོ་ལ་ཡིད་གཞུངས་ལག་གི་འདུག་དེ་སྐད་དེ་རྣམ་པའི་གི་ཐོག་ནས་བཏགས་ཞེས་པ་ཅི་རེད། ད་ག་རང་ཞིག་གི་སྒྲ་འབྱིན་ཚུལ་གི་ཐོག་ནས་ཁོས་གི་སྒྲ་གི་ཐོག་ནས་དཔེར་ན། བྱི་བ་དེ་སྐད་དེ་ལ་ཙི་ཙི་ལག་གི་འདུག་ཨ་ཁོས་ཙི་ཙི་ཙི་ཙི་ཙི་ཟེར་ནས་སྒྲ་འབྱིན་སྟངས་གི་ཐོག་ནས་བཏགས་ཞེས་པ་ཡིན་ན་སྟག་ལ་ངར་སྐད་ཅན་ལ་ཡ་དང་ཕག་པ་ལ་ངུ་སྒྲ་ཅན་ལ་ཡ་དང། ཕུག་རོན་ལ་ཡ་སྡིག་གཉེན་ལ་ཡ་དང་སེང་གེ་ལ་ང་རོ་ཅན་ལ་ཡ་དེ་ཚོ་སྒྲ་འབྱིན་ཚུལ་གི་ཐོག་ནས་བཏགས་ཞེས་པ་རེད། ཚོན་མདོག་གི་རྟགས་ནི་རྟགས་ཞེས་པ་དེ་ག་རེ་རེད་ཟེར་ན་ཁྲུང་ཁྲུང་ལ་འབྱུང་ནག་ཟེར་ཡ་དང་ཟླ་བ་ལ་ཡོལ་དཀར་ཅན་ཟེར་ཡ་དང་གངས་རིའི་ལ་ཟང་ཟིང་དཀར་པོ་ཟེར་ཡ་དང་ཕོ་རོག་ལ་མདོག་གཅིག་པ་ཟེར་ཡ་འདྲ་བོ་འདི་ཚོ་བྲིས་ཏེ་ཚོན་མདོག་གི་ཐོག་ནས་རྟགས་བྱ་བ་རེད། ཐ་ན་ཤིང་གི་ལས་རིགས་ཀྱི་ཆ་ནས་རྟགས་བྱ་བ་དེ་ཡིན་ན་མགར་བ་ལ་ཡར་ཚོན་ཆ་ཁེངས་དང། ཉལ་པ་ལ། ཉྭ་ཡིས་འཚོ་བ་དང་རྩིས་པ་ལ་ཚེར་མ་ཁེན་ཟེར་ཡ་འདྲ་བོ་དེ་ཚོ་སོ་སོའི་ལས་ཀའི་རྣམ་པའི་ཐོག་ནས་བརྟག་བཞག་པ་རེད། ཨ་ནི་འགལ་བ་དང་འབྲེལ་བའི་ཕྱོགས་ནས་བརྟག་བཞག་པ་དེ་ལ་ཁ་གཏད་ཡིན་པའི་གི་ཐོག་ནས་བརྟག་བཞག་པ་དང་ཡང་འབྲེལ་བ་ཡོད་པའི་ཐོག་ནས་བརྟག་བཞག་པ་གཅིག་ལ་འུག་པ་ལ་བྱ་རོག་འདྲ་ཟེར་ཡ་དང་ཉི་མ་ལ་པད་མའི་གཉེན་ཟེར་གི་འདུག་བ་རེད་བ་ཀུ་མུད་འདྲ་ཟེར་གི་འདུག་བ

དང། འབྱུང་བཞིས་གོ་བ་ནི་ཡོང་གི་ཡོད་མེད་ཀྱི་ཐོག་ནས་བརྟག་བྱ་བ་དེ་ཆ་མཚོན་པ་ཡིན། པད་མ་ལ་ཡང་མཚོ་སྐྱེས་ཟེར་ཡ་དང། སྤྲ་ལ་ཡང་མགོ་སྐྱེས་ཟེར་ཡ་དང། ག་སོགས་ལས། འོ་ཞོ་ལ་ཡང་ནུ་སྐྱེས་ཟེར་ཡ་འདྲ་བོ་དང། ཉལ་ཁྲི་ལ་མུ་ཏིག་འབྱུང་ནི་ཟེར་ཡ་འདྲ་བོ་དེ་ཚོ་གཙོ་བོ་དེ་ག་བ་ཐོག་ནས་བརྟག་བྱ་བ་རེད་ཟེར་ན་འབྱུང་བཞིས་ཀྱི་ཆ་ནས་བརྟག་བྱ་བ་རེད། ད་དུས་ཚོད་ཀྱི་ཆ་ནས་བརྟག་བྱ་བ་བཅས་ལས་ཆ་མཚོན་པ་ཡིན། འཆི་བ་ལ་དུས་ཀྱི་མཐའ་ཟེར་ཡ་དང། དབྱར་ཁ་ལ་ཆར་ལྡན་དུས་ཟེར་ཡ་དང། ཕ་ཝང་ལ་མཚན་མོ་སྦྱོར་བ་ཟེར་ཡ་འདྲ་བོ། དེ་གས་དེ་ཡོངས་སུ་རྫོགས་པ་དེ་དུས་ཀྱི་ཆ་ནས་བརྟག་བྱ་བ་ཅི་ཆ་གོ་བ་རེད། ད་བདག་གྲགས་ཀྱི་ཐོག་ནས་བརྟག་བྱ་བ་གཅིག་ལ། སེམས་ཅན་ལ་ཡང་ཤེས་ལྡན་ཟེར་ཡ་དང། མཁས་པ་ལ་སྤྱོད་ལྡན་ཟེར་ཡ་དང་མཛེས་མ་ལ་ཡན་ལག་མཆོག་མ་ཟེར་ཡ་དུ་སོ་ཙམ་མ་ལོ་བདག་གྲགས་ཀྱི་ཐོག་ནས་བརྟག་བྱ་བ་རེད་འདུག་བ། བདེན། བདེན། ཨ་ནི་གར་སོགས་རེད་མ་ཟེར་ཡ་དུ་སོ་བདག་གྲགས་རེད་བ། དེའི་ཐོག་ནས་བརྟག་བྱ་བ་རེད། གྲངས་ཀྱི་ཐོག་ནས་བརྟག་བྱ་བ་དེ་ལ་ལྷ་ཡུལ་ལ་སུམ་ཚན་ཟེར་ཡ་དང་ད་བོད་ལ་ཡང་སུམ་ཚན་ལབ་ཡོད་བ། བསེ་རུ་ལ་ར་གཅིག་ཟེར་ཡ་དང། ཨ་ནི་གར་སོགས་རེད་ལ་བ་ལ་ཡན་ལག་ལྔ་པ་ཟེར་ཡ་དང། བུང་བ་ལ་ར་ཡིག་གཉིས་པ་ང་ཚོ་འབུ་བུང་བ་ལ་ར་ཡིག་གཉིས་པ་ཟེར་དེ་དུ་སོ་ཁྲེས་ཏེ་ཨ་ནི་ང་ཚོ་གྲངས་ཀྱི་ཆ་ནས་བརྟག་བཞག་པ་རེད་ཟེར་བྱས་ནས་ད་ཏིག་ནི་ངོ་སྤྲོད་ཧ་ཅང་མདོར་བསྡུས་པ་རེད་པ། སོ་སོ་སོ་སོས་མངོན་བརྗོད་དེ་སྐད་དུ་སྦྱངས་པ་ཡིན་ན་མངོན་བརྗོད་ཁོ་རང་གི་གཞུང་ལུགས་ལོགས་ཀ་ཡོད་རེད་པ། དེ་སྐད་དུ་སྦྱངས་པ་ཡིན་ན་དག་ཡིག་ཆུ་རུ་འགྲོ་གི་རེད་ཨ་ནི་རྗེས་མ་རྩོམ་དེ་འདྲ་བྲིས་པ་ཡིན་ན་བྲིས་ཡ་མང་རུ་འགྲོ་གི་རེད་གཞན་གྱིས་བྲིས་པ་དེ་ཀློག་པ་ཡིན་ན་ཀློག་ཡ་དེའི་གོ་བ་ཤུགས་ཆེ་རུ་འགྲོ་གི་རེད།

མང་པོ་ཡོད་པའི་མིལ་ཁྲི་དེ་ལ་དམག་ལས་དགོས་པ་བ་དག་ནང་བཞིན་གྱི་ཡིན་ནི་ཆུ་དང་ཚོགས་པ་དང་ཚོམ་བུ་དང་ཆུན་པོ་དང་དེ་གས་དེ་བོད་ཆས་བཏང་ཡ་དེ་གས་ཆེན་པོ་རེད་དེ་མ་ཤེས་པ་ཡིན་ན་ཆགས་པ་ཟེ་ཡ་དང་ཁྱུ་ཟེ་ཡ་དེ་ཚོ་བོད་ཆས་བཏང་སྟངས་མ་ཤེས་པའི་ཆེད་ནས་དཔེར་ན་མི་ཆགས་པ་གཅིག་ལས་སོང་ཟེ་ཡ་འདྲ་བོ་དེ་འདྲ་ལབ་ཡོད་དང་བ་ཚང་ཚང་ཆགས་པ་ཟེ་ཡ་དེ་སེམས་མེད་ཀྱི་དངོས་བེམ་པོ་དེ་གས་དེ་ལ་བོད་ཆས་བྱེད་ཡ་རེད་མ་གཏོགས་མིལ་ཆགས་པ་གཅིག་ལས་སོང་ཟེ་ཡ་དེ་འདྲ་ལབ་གི་མ་རེད་བ། དེ་འདྲ་ཡིན་པ་ཡིན་ཚང་དེ་གས་གི་ཚོགས་པའི་མིང་དེ་གས་དེ་ཤེས་ཡ་དེ་ཞི་རགས་ཀྱི་ཐུགས་གས་ཆེན་པོ་རེད། ད་དེ་ཤེས་དགོས་དེ་ལ་སྒྲུབ་པའི་མིང་དང་དགག་པའི་མིང་ཟེར་ཡ་དེ་རེད། ད་མིང་དེ་གས་དེ་ལ་བལྟ་ཡོང་ན་ཡང། ཁ་ཅིག་སྒྲུབ་པ་ཆགས་དེ་ཡོད་རེད་ཁ་ཅིག་དགག་པ་ཆགས་དེ་ཡོད་རེད་དཔེར་ན་སློབ་གྲྭ་གྲོགས་པོ་འཛིན་ཁང་ལ་ཡ་དེ་ཚོ་སྒྲུབ་པ་ཆགས་དེ་ཡོད་རེད། ད་དགག་པ་ཆགས་ཡ་དེ་དེ་ག་ལས་ཁག་ཡོད་ཙང་ངས་མ་བསྡུས་ན་ཤུ་གི་ཡོད་རེད། དགག་པ་ཆགས་ཡ་དེ་ལ་ཡང་མ་གི་ཐོག་ནས་ཆགས་ཡ། མིང་གི་ཐོག་ནས་ཆགས་ཡ། མེད་ཀྱི་ཐོག་ནས་ཆགས་ཡ་ཨ་འདྲེ་ཡོད་རེད། དཔེར་ན། མ་ལུས་པ་ས་མ་འགྲོ་ཡར་མ་སོང་གཉིས་མ་སད་རྒྱལ་མ་ལང་ར་མ་ལུག་གང་མ་འཆར་ནུ་མ་ནུར་ཤི་མ་གསོན་མདའ་མ་རྡིབ་རྟ་མ་དྲེལ་བྱ་མ་བཏགས་རྒྱ་མ་བུད་གོ་མ་འདྲུད་མི་མ་འདྲེ་ལྷ་མ་བསླུ་ལག་མ་དེད་འགྲོ་མ་འདུག་རྟ་མ་འཕོང་གཡག་མ་འཛོ་རྒྱུག་མ་འདུར་ཞལ་མ་གཏམ་ཟས་འགྲོ་ཡོར་བ་འོ་དེ་གས་དེ་ཡོངས་སུ་རྫོགས་པ་དེ་ག་ལ་ཆག་གོ་རེད་ཟེར་དུས་རྩོམ་པ་ལ། ཨ་ནི་མ་བསྒྲགས་ཀྱི་ཡོད་པའི་ལྟོ་ནས་ཨ་ནི་དགའ་པའི་མིང་དེ་བྱ་དགོས་རེད་དགའ་པ་ལ་བརྟེན་ནས་ཕྲུག་ཞབས་པའི་མིང་རེད་མ་གཏོགས་ཁོ་རང་དགའ་པ་རེད་མ་རེད་ཟེར་ཡ་དེ་ལབ་གི་ཡོད་མ་རེད་དགའ་དཔལ་གྱི་ཚིག་ཡོད་པའི་ཐོག་ནས་ཕྲུག་ཞབས་པའི་མིང་དེ་བྱ་དགོས་རེད་དཔེར་ན་ཞེ་མ་གཏམ་ཟེར་གི་ཐོག་ང་ཚོ་རེབ་སོང་དེ་ཚོ་ལ་ཞེ་མ་གཏམ་ཟེར་ལེ་དེ་ཚོ་བྲིས་དང་ད་ན་ཤིག་གི་ད་ཟ་མ་འགྲོ་ཟེར་ད་དེ་གི་ཆ་ཚང་ལ་འགྲེལ་བཤད་ཞུ་ཐུབ་ས་མ་རེད་དེ་གས་དེ་ཧ་ཅང་གི་གལ་གནད་ཆེན་པོ་རེད། དེ་སྐད་དེ་ཤེས་པ་ཡིན་ན་གནད་འགག་ཆེན་པོ་ཞེ་བོ་ཅི་ཡང་རེད་དེ་སྐད་ཀྱི་ཚིག་ཚང་མ་སོ་སོ་བྲིས་ཏེ་ནང་ལ་ཤུས་ནས་མྱངས་ན་དེ་ངའི་དཔེ་མཚོན་ཙམ་གྱི་རེད་མ་གཏོགས་དེ་འདྲའི་སྦྱངས་པ་ཡིན་ན་སྙན་ངག་བྲིས་ཡ་ལ་ཞེ་དྲག་གི་ཕན་ཐོག་ཆེན་པོ་འགྲོ་གི་རེད། དེའི་ཤོད་སྒོ་དེ་ལ་མི་སྒྲ་ཅན་གྱི་བདག་སྒྲ་དེ། མིང་བྱུག་སྟངས་དེ་རེད་དཔེར་ན་མི་མཇེད་ཁམས་མི་འཇིགས་པ་བཞི་མི་ལོ་བ། སོགས་ཤིན་ཏུ་མང། ཨ་ནི་མི་ཁོམ་པའི་གནས་དང་ཕྱིར་མོང་བོ་སོགས་ལ་ཡང་དེ་འདྲའི་ཡང་ཡོད་རེད་པ། འོ་དེ་གས་དེ་མ་ཁེགས་པོ་མི་ཡོད་པའི་ཐོག་ནས་འཇུག་བཞག་པ་རེད་ད་མི་མཇེད་ཁང་དང་མི་མཇིས་པ་ཞིག་དེ་གས་དེ་འདྲས་བཤད་ཞུགས་མེད་དེ་སོ་སོ་སོ་གས་སྦྱང་ཡ་རེད་པ། ཨ་ནི་མི་འདྲ་ཅན་གིས་གི་ཐོག་ནས་བདག་དྲང་བྱོས་ཨ་ནི་མིང་གྲུ་བས་དེ་ཡིན་ན་ཨ་ནི་རྒྱ་མིན་བོད་མིན་ལྷ་མིན་འདྲེ་མིན་ཚུལ་མིན་ཡིད་ཆེས་སྐྱ་མིན་སེར་མིན་ཟེར་ཡ་དེ་ཚོ་ཁྲེལ་དེ་མི་འདྲ་ཡོད་པས་ཨ་ནི་མིང་གྲུ་དང་དེ་རེད། ད་ནི་མེད་དགྲ་ཡོད་པའི་ཐོག་ནས་འགྲོ་ཡ་དེ་ལ་ཕ་མེད་ཚུལ་མེད་བུ་མེད་ཡབ་མེད་ཀླད་མེད་བསམ་མེད་གྲོགས་མེད་རྒུད་མེད་མི་མེད་ལུང་སྟོང་ཟེར་ཡ་འདྲ་བོ་འདི་ཚོ་ཁྲིད་དེ་ག་ཆགས་པར་ཟེར་ནས་མེད་དགྲ་ཅན་གྱི་དེ་ཆགས་དགོས་དེ་གས་དེ་ཁ་ཅིག་ལ་དགག་པ་ཡིན་ཆོག་རེད་ལ་ཁ་ཅིག་ལ་དགག་པ་ཡིན་དགོས་ཡ་ཁྱེད་ཡོད་མ་རེད་དཔེར་ན་བུ་མེད་ཞེས་པ་དེ་ལ་མེད་དགྲ་བྱ་ཡོད་དེ་དགག་པ་མ་རེད་བུ་མེད་དེ་དགག་པ་མ་རེད་ད་རེད་བ་ཚད་པ་མེད་དགག་པ་མ་རེད་བ་ང་ཚོ། དྲང་ངེས་ལེགས་བཤད་སྙིང་པོ་ནག་ལོག་ལ་ཡང་ཐ་མ་ཐ་མ་དེ་ལ་དགག་པ་གི་རྣམ་གཞག་དེ་ཤེས་ཡོན་དུ་བརྩམས་པ་ལ་ཚད་དཔག་ཏུ་མེད་པ་ཚད་དཔག་ཏུ་མེད་པ་ཚད་མེད་ཚད་དཔག་མེད་གསལ་དེ་ཚོ་ཚོ་དེ་ལ་དགག་སྒྲ་མ་རེད་ཟེར་ལབ་ཡོད་རེད་ཚད་དཔག་མེད་གསལ་དེ་བློ་ཡུལ་ལ་ཆགས་འོང་དུས་ནས་གར་སོང་བ་རེད་བློ་ཡུལ་ནང་ལ་ཆགས་ཡ་དེ་ཚེ་རིང་པོ་ཅིག་ལ་བསམ་བློ་ཐང་གི་རེད་ལྷ་ཅིག་བློ་ཡུལ་ལ་འཁོར་གི་མ་རེད་མ་གཏོགས། གནས་ནི་ཁ་སོགས་རེད་དགག་པའི་རྣམ་པ་ཅན་དེ་ཆ་ཡུལ་མེད་པ་ཡིན་ཙང་དེ་གས་དེ་དགག་པ་མ་རེད་ཁ་ཅིག་དགག་པ་ཡིན་པ་ཁ་ཅིག་དགག་པ་མེད་པ་ཡོད་རེད་དེ་གས་དེ་ངས་ཀྱི་ད་ལྟ་དེ་ཐོ་པིག་མ་རེད་གལ་ཆེ་ཤོས་དེ་ག་རེ་རེད་ཟེར་དུས་དེ་མེད་དགྲ་ལ་བརྟེན་ནས་གྲུ་ཤ་དེ་མིང་དེ་གས་དེ་ཆགས་ཀྱི་ཡོད་རེད་ཟེར་བྱས་ནས་འོ་དེ་རེད། འོ་ཡ། དེ་ཤུ་གུ་རེད་ལ་ད་མཐའ་མ་དེ་ལ་བྱ་ཚིག་ལ་བརྟེན་ནས་གྲུ་ཤ་དེ་མིང་བསལ་དེ་རེད། ང་རང་ཚོ་བོད་པའི་སྐད་ཡིག་ནང་ལོགས་ལ་དམིགས་བསལ་གྱི་ཁྱད་ཆོས་ཅིག་ག་རེ་ཡོད་རེད་ཟེར་ན་ཡང། མིང་ཚིག་ཕལ་ཆེ་བ་དེ་བྱ་ཚིག་ལ་བརྟེན་ནས་གྲུབ་བྱ་བ་རེད། བྱ་ཚིག་ལ་བརྟེན་ནས་མ་གྲུབ་པའི་མིང་གཅིག་རག་ཡ་དཀའ་ལས་ཁག་པོ་ཞུ་གི་ཡོད་རེད་ད། དཔེར་ན་ཆུང་ཚགས་སྒྲ་བརྗིད་ཆགས་མཚོན་པ་ཡིན་ན་ཡང། ཕུང་པོ་ཟེར་ལ་ཀིར་ཕུང་ཞེས་པ་དེ་ཡང་བྱ་ཚིག་ལ་བརྟེན་ནས་གྲུབ་བྱ་བ་རེད། རེད་བ། ད་ནང་བཞིན་གྱི་བ་ལེབ་ཟེར་ཡ་འདྲ་བོ་ཡིན་ན་ཡང་ལེབ་ཞེས་པ་དེ་ལྷེབ་པ། ལེབ་ལེབ་བཟོ་བཞག་པ་དེ་འདྲི་ཟེར་ནས་ལྷེབ་ཀྱི་ཟེར་ཡག་གི་དེ་གི་བྱ་ཚིག་བཏོན་ནས་བྲོ་བཞག་པ་རེད། ང་ཚོ་རྟ་ཡག་གི་དེབ་ལྟ་བུ་ཅིག་ལ་ཕྱག་མཚོན་པ་ཡིན་ནས་ད་འབྲིང་པོ་དེབ་པ་དེབ་རེད་བ་དངོས་གནས་བྱེད་ཀྱི་ཡིན་ན་ས་ད་ད་ད་འབྲིང་པོ་དེབ་པ་དེབ་རེད། ཤུག་གུ་མང་པོ་ཞིབ་བྱས་ཏེ་དེབ་ཡིན་ཙང་ཨ་ནི་དེབ་ཆགས་རེད་བ་དེ་འདྲ་ཡིན་ཙང་ང་ཚོའི་བོད་པའི་སྐད་ཡིག་ནང་ལོགས་ལ་མིང་ཚིག་ཕལ་མོ་ཆེ་བརྒྱ་ཆ་འདྲ་པོ་ཅིག་འགོད་པ་ཡིན་ན་བརྒྱ་ཆ་དགུ་བཅུ་སུ་གཅིག་ལྷག་སུ་གཅིག་བྱ་ཚིག་ལ་བརྟེན་ནས་བྲོ་བཞག་པ་རེད། དེ་འདྲ་ཡིན་ཙང་བྱ་ཚིག་གི་རྣམ་གཞག་དེ་ཧ་ཅང་གལ་ཆེན་པོ་རེད། དཔེར་ན། བྱ་ཚིག་གཉིས་ལྷན་དུ་སྦྱར་བ་ལ་བརྟེན་ནས་མིང་བྱ་ཡ་དེ་འདྲ་ཡོད་རེད། སྐད་ན་དཔེར་ན་སྐྱེ་བ་དང་འཆི་བ་གཉིས་བྱ་ཚིག་རེད་དེ་སྐྱེ་འཆི་ཟེར་ཡ་འདྲ་བོ། བཀག་པ་དང་འགོག་པ་གཉིས་ཀ་བྱ་ཚིག་རེད་དེ་བཀག་འགོག་ཟེར་ལ་དེ་མིང་ཚིག་ཆགས་འགྲོ་ཡ། བཀྲེས་པ་དང་སྐོམ་པ་གཉིས་ཀ་བྱ་ཚིག་རེད་དེ་བཀྲེས་སྐོམ། སྐྱེ་བ་དང་འཇིག་པ་གཉིས་ཀ་བྱ་ཚིག་རེད་དེ་སྐྱེ་འཇིག་མིང། བསྐྱར་བ་དང་བརྡབ་པ་གཉིས་ཀ་བྱ་ཚིག་རེད་དེ་བསྐྱར་བརྡབ། མིང་ཚིག། བསྐོར་བ་དང་བསྐྱོད་པ་གཉིས་ཀ་ཨ་ནེ་གྷ་རེ་སོགས་པ་རེ་མིང་ཚིག་རེ་སྟེ་བསྐོར་བསྐྱོད་དེ་མིང་ཆགས་པ་རེད། འཁོར་བ་དང་བསྐྱོད་པ་གཉིས་ཀ་བྱ་ཚིག་རེ་སྟེ་འཁོར་བསྐྱོད་དེ་མིང་ཆགས་པ་རེད། འཁྲབ་པ་དང་སྟོན་པ་གཉིས་ཀ་ཨ་ནེ་མིང་བྱ་ཚིག་རེ་སྟེ་འཁྲབ་སྟོན་དེ་མིང་ཚིག་ཆགས་པ་རེད། དེ་གཉིས་དེ་ཚོ་ག་རེ་ཆགས་དགོས་བ་རེད་ཟེར་དུས་བྱ་ཚིག་གཉིས་ལྷན་དུ་སྦྱར་བ་ལ་བརྟེན་ནས་མིང་ཚིག་གྲུབ་པ་ཟེར་བ་དེ་རེད། ད་དེ་ལ་བྱ་ཚིག་དང་ཡང་མིང་ཚིག་མཉམ་དུ་འཛོམས་པ་ལ་བརྟེན་ནས་མིང་ཚིག་གྲུབ་ཡ་གཅིག་ཡོད་རེད། དཔེར་ན་སེམས། མིང་རེད། སྐྱེས་པ། ཨ་ནེ་གྷ་རེ་སོགས་པ་རེ་བྱ་ཚིག་རེ་སྟེ་སེམས་སྐྱེས་ལ་ན་མིང་ཆགས་རེད། བསྟན་པ་ལ་ཡ་དེ་དག

ད་དེ་རེད། དེ་ཞུ་གོ་དེ་ག་རེ་ཆགས་གོ་རེད་ཟེར་ན་ད། ད་བྱ་ཚིག་ལ་བརྟེན་ནས་དྲུག་པོ་ཡོད་ན། དུས་ད་ལྟ་བ་ལ་བརྟེན་ནས་དྲུག་ཡ་ག་འདྲེན་འདུག་མ་འོངས་པ་ལ་བརྟེན་ནས་དྲུག་ཡ་ག་འདྲེན་འདུག་འདས་པ་ལ་བརྟེན་ནས་དྲུག་ཡ་ག་འདྲེན་འདུག་སྐུལ་ཚིག་ལ་བརྟེན་ནས་དྲུག་ཡ་ག་འདྲེན་འདུག་ཨ་ནི་བྱེད་འབྲེལ་ལ་བརྟེན་ནས་དྲུག་ཡ་ག་འདྲེན་འདུག་བྱེད་མེད་ལ་བརྟེན་ནས་དྲུག་ཡ་ག་འདྲེན་འདུག་ཅེས་ནས་ད་ངོ་སྤྲོད་ཙམ་ཞིག་ཞུ་གི་ཡིན་ཁྱེད་རྣམ་པ་ཚོ་གིས་སོ་སོ་སོ་དེ་ཕོགས་སུ་བྱས་ནས་བཀག་གི་བཀག་གི་བྱས་ནས་དྲི་བརྒྱ་ནང་ལ་བཤུས་ན་ཡག་པོ་ཡོད་རེད། དུས་ད་ལྟ་བ་ལ་བརྟེན་ནས་དྲུག་བཤད་པ་དཔེར་ན་སྐྱེས་མ། ཁྲུས་ཁང། སྔོན་འགོག། སྒྲུབ་ཕུག། ལྕགས་སྒྲོག། ལྷམ་སྒྲོག། སྒོམ་ཆེན། མཆིང་ཐག། སྟོན་པ། ངོ་རྒོལ། སློབ་མ། བསྟན། ལྟ་བ། བློན་པ། བློ་སྦྱོང། སྡོམ་པ། འབོད་སྒྲ། འཛིན་པ། ཟ་མ། སློབ་གྲྭ། སློབ་དེབ། སེམས། སྲུང་སྐྱོབ། དུ་ས་ཚང་མ་ལོ་མིང་རེད། མིང་དེ་ག་འདྲ་བྱས་ནས་གྲུབ་པ་རེད་ཟེར་ན་སྐྱེས་ད་ལྟ་བ་རེད་ཁྲུ་ད་ལྟ་བ་རེད་འགོག་ད་ལྟ་བ་རེད་སྒྲུབ་ད་ལྟ་བ་རེད་སྒྲོག་ད་ལྟ་བ་རེད་ད་ལྟ་བ་ལ་བརྟེན་ནས་ཁྲུ་བྱ་བ་རྐྱང་རྐྱང་ཆགས་ཀྱི་ཡོད་པ་ཡིན་ཙང་དུས་ད་ལྟ་བ་ལ་བརྟེན་ནས་ཁྲུ་བྱ་བའི་མིང་ཆགས་པ་རེད། ད་དེ་ཤུ་གུ་དེ་ལ་དུས་འདས་པ་ལ་བརྟེན་ནས་གྲུ་བཞག་པའི་མིང་འདྲ་བ་ཅི་ཡིན་ན་བཀག་སྡོམ། ཁུར་པོ། ཡོངས་གྲུབ། གསལ་བསྒྲགས། གྲུ་ཐོབ། བཅད་པ། དགྲ་བཅོམ་པ། ཕན་ཐོགས། ཀུན་བཏགས། བཏགས་མིན། བཏགས་ཡོད། ཁྱོན་སྡོམ། དྲིས་ལན། དྲིས་ཤོག། སྤར་མ། དྲིས་རེབ། ལག་དྲི། རྒྱུན་ཞུགས། བཅོམ་ལྡན་འདས། ཟེར་ཡང་འགྲོ་བ་དེ་ཚོ་ཚང་མ་ལོག། གར་ཆགས་དགོས་རེད་ཟེར་དུས་ཙམ་པ་ལ་དུས་འདས་པ་ལ་བརྟེན་ནས་ཆགས་དགོས་རེད། དཔེར་ན་ཕྱག་ཞག་གིས་ནི་ངས་བཅོམ་ལྡན་འདས་ཟེར་ཡང་འདྲ་བ་ཅིག་ལ་ཕྱག་མཚོན་པ་ཡིན་ན། དེའི་ནང་ལོགས་ལ། བཅོམ། འདས་པ་རེད། འདས། འདས་པ་རེད། དེ་འདྲའི་ཡིན་ཙང་འདས་པ་ལ་བརྟེན་ནས་གྲུབ་པའི་མིང་བྱ་གོ་བར་ཞུ། དེའི་ཤུགས་ཀྱིས་དེ་ལ་དུས་མ་འོངས་པ་ལ་བརྟེན་ནས་གྲུབ་བྱ་བའི་མིང་དེ་གས་ཏེ་དཔེར་ན་བསྒོ་བ། དགག་བྱ། ལྟུང་བ། བསྟན་པ། འདུལ་བྱ། བྱ་བ། སྐྱེ་བ། ཨ་ནི་གར་སོགས་ཀྱི་རེག་བག་མ། རྣམ་གཞག། བཞོན་པ། བཟའ་ཟླ། བཟུང་བ། བསླབ་བྱ། བསླབ་པ། མཐོང་སྤང། གདིང་བ། རྟག་ཆད། སེམས་བསྐྱེད། རེག་བྱ། བཞོན་པའོ། དེ་གས་ཏེ་གར་བྱ་གོ་བ་རེད་ཟེར་དུས་ཙམ་པ་ལ་དུས་མ་འོངས་པ་ལ་བརྟེན་ནས་གྲུབ་བྱ་བའི་མིང་བྱ་གོ་བར་ཞུ། དཔེར་ན་ཆ་ཤས་ན་བཞོན་པ་ལྟ་བུ་ཅིག་ལ་ཆ་མཚོན་པ་ཡིན་ན་བཞོན་ནི་འགྲོ་ཡང་བཞོན་ཡན་དེ་ཡིན་པ་ཡིན་ཙང་ཁོ་ལ་བཞོན་པའས་བྱེད་ནི་ལབ་རེད་བ། དེ་འདྲས་ཡིན་ཙང་བཞོན་ཞེས་པ་དེ་མ་འོངས་པ་རེད་མ་འོངས་པ་ཡིན་ཙང་བཞོན་པའས་བྱེད་ནི་ལབ་རེད། ད་དེ་ཞུ་གི་དེ་ལ་སྐུལ་ཚིག་ལ་བརྟེན་ནས་གྲུབ་བྱ་བའི་མིང་དེ་རེད་དེ་དེ་སུ་ཉུང་ཉུང་ཡོད་རེད་ཡིན་ན་ཡང་ཤིང་དགོས་ཡ་ཆེ་ལ་ཡ་བྱིབས་རྟ་མཆོད་སྙོམས་འཇུག་དེད་དཔོན་ཨང་རྩིས་ཟློས་གར་ཐོས་སྒྲོག་ཕྱིན། བདག་གི་ཆེད་ལས་ཕྱག་མཚོན་པ་ཡིན་ན་དེ་སྐད་དེ་གར་ཆག་གོ་བ་རེད་ཟེར་དུས་སྐུ་ཚིག་ལ་བརྟེན་ནས་བྲིས་ཆོག་པའི་མིང་ཆག་གོ་བ་རེད། དཔེར་ན་ཐོས་གྲོགས་ལྟ་བུ་ཅིག་ལ་ཉིན་ཐོས་ལ་ཐོས་གྲོགས་ལ་ཡོད་པ། གསར་བ་ཀ་ཞེས་པ་དེ་ང་ཚོ་དབུ་མ་དགོན་པ་ར་ས་ནང་ལ་ཡོང་གི་ཡོད་པ། ཐོས་གྲོགས་ཟེར་ཡ་དེ་རེད་ཐོས་གྲོགས་ཞེས་པ་དེ་ཡིས། གྲོགས་ཞེས་པ་དེ་ལ་སྐུ་ཚིག་བྲིས་ཡོད་རེད་དེ་གཞུང་ལུགས་སོ་སོ་ནང་ལོ་ཐ་དེའི་ལྟས་སུ་དོགས་པ་ཡོད་རེད་དེ་ཡིན་ན་ཡང་སྐུ་ཚིག་བྲིས་ཡོད་ཙང་ད་སྐུ་ཚིག་ལ་བརྟེན་ནས་བྲིས་ཆོག་པའི་མིང་ཆག་གོ་བ་རེད།

གྲི་གུམ། གབ་ཚིག་གས་ཐོར། རིག་བྱེད། དུད་འགྲོ། ཨ་ནེ་ཞི་དུལ་བབས་ཚུལ་ཟེར་ཡང་འགྲོ་བོ་འདི་ཚོ་གྲས་རེད་ག་ལ་ཆགས་གོ་རེད་ཟེར་ན། བྱེ་མའི་ལི་ཚིག་ལ་བརྟེན་ནས་གྲོས་བྱས་པའི་མིང་དཔེར་ན་ཐོར་བྱེ་མའི་ལི་ཚིག་རེད་བ་ཞིག་བྱེ་མའི་ལི་ཚིག་རེད་བ། ཚིག་འགྲེལ་ཡིན་ཙང་བྱེ་མའི་ལི་ཚིག་ལ་བརྟེན་ནས་གྲོས་བྱས་པ་གྲོས་ཆོད་ཟེར་ཡང་འདྲ་བོ་དེ་ཚོ་བྱེ་མའི་ལི་ཚིག་ལ་བརྟེན་ནས་གྲོས་བྱས་པའི་མིང་ཆགས་གོ་རེད། ད་བྱེ་འབྲེལ་ལི་ཚིག་ལ་བརྟེན་ནས་གྲོས་བྱས་པའི་མིང་མང་པོ་ཡོད་རེད་དེ་འདྲ་ཡིན་ཙང་དཔེར་ན་སློབ་གྲྭ་སློབ་དེབ་སེམས། སྲུང་སྐྱོབ་སྲུང་རྩོམ་ཞི་ཨ་ནི་རྩོམ་རིག། ཤེས་སྒྲིབ། རྟོག་དཔྱོད། གཏོར་བཤིག། འོ་དེ་གས་དེ་བྱར་བར། ད་དཔེར་ན། འདི་སྒང་ལ་ཡང་འཐོར་བཤིག་ཟེར་དེ་དང་འདིའི་འོག་ལ་ཡང་གཏོར་བཤིག་ཟེར་གཉིས་དེ་ལ་འདྲ་པོ་ཞིག་ཡོད་རེད་པ། འཐོར་བཤིག། འཐོར་བཤིག་ལབ་པ་ཡིན་ན། བྱེ་མའི་ལི་ཚི་ལ་བརྟེན་ནས་འཕྲོ་བྱེད་པ་ཡིན། དེ་ག་རེ་ཟེར་དགོས་རེད་ཟེར་ན་རང་བཞིན་གྱིས་འཐོར་ནས་བཤིག་སོང་བ། འཐོར་བཤིག་ཕྱིན་བཞག་ཟེར་བར། གཏོར་བཤིག་ཟེར་ནས་བྱེད་འབྲེལ་ལས་ཚིག་ལ་བརྟེན་ནས་གྲོས་བཤའ་བ་རེད་དེ། གང་ཟག་གཞན་གཅིག་གིས་གཏོར་ནས་གྲོས་བཤའ་བའི་མིང་ཅིག་ཆ་བགོ་བར་བྱས་ཙང། དེ་གས་དེ་དམག་མིང་གིས་གཏོར་བཤིག་བཏང་བ་ལ་བརྟེན་ནས་བྱུང་བཤའ་བ་རེད་ཟེར་ཡང་འདྲ་བོ། ཁོར་ཡུག་གཏོར་བཤིག་བཏང་བ་ལ་བརྟེན་ནས་བྱུང་བཤའ་བ་རེད་ཟེར་ཡང་འདྲ་བོ། ཨ་ནེ་འདི་གི་དུས་ཚོད་བརྒྱུད་རིང་པོ་ཕྱིན་པ་ཡིན་ཙང་ཨ་ནེ་པད་ཏའི་སྐུ་འདྲ་དེ་ལ་ཡང་འཐོར་བཤིག་ཆེན་པོ་ཆིངས་བཤའ་ཞིག་རལ་ཆིངས་བཤའ་ལབ་དགོས་རེད་བ། དེ་གས་དེ་ཡིན་པ་ཡིན་ན་འཐོར་བཤིག་དང་གཏོར་བཤིག་ཟེར་ཡ་ད་ཚོ་ཁྱད་པར་དེ་འདྲའི་ཆེ་རེད་ད་དེ་གས་དེ་ཧ་ཅང་མདོར་བསྡུས་པོ་དངོས་གནས་བྱེད་མཁན་ཡིན་ན་སློབ་ཚན་གཉིས་གཅིག་བཟོས་དགོས་བསམ་ཚུལ་དེ་ཨེ་ནི་ཡང་མང་པོ་ཞིག་ཆགས་འགྲོ་གི་འདུག་དེ་འདྲའི་ཡིག་ཚགས་ཉམས་མདོར་བསྡུས་མདོར་བསྡུས་མགྱོགས་པོ་མགྱོགས་པོ་བྱེད་ནས་ལབ་པ་ཡིན་ཁྱེད་རང་ཚོ་གི་བྲིས་སྐད་ནང་ལ་སོ་སོ་སོ་ཕབ་བྱེད་ནས་བྱས་ན་ཡག་པོ་ཡོད་རེད། དེ་འདྲའི་གཅིག་གི་ཐུགས་ཀྱི་ཐོག་ནས་དེ་རིང་གི་ང་ཚོའི་གི་སློབ་ཚན། རྣམ་དབྱེ་དང་པོ་མིང་གི་རྣམ་བཞག་ཟེར་ཏེ་ང་ཚོ་མདོར་བསྡུས་ཀྱིས་ཚར་བ་ཅིག་རེད། མིང་གི་རྣམ་བཞག་དེ་ཁོ་རང་བྱས་པ་ཡིན་ན་བོད་ཆས། མཚོ་གདན་བཅུ་བཅོ་ལྔ་བྱས་ནས་རེ་རེ་རེ་རེའི་གྲུབ་སྟངས་དེ་ཤེས་དགོས་ཡ་ཅི་ཡོད་རེད་དེ། ཡིན་ན་ཡང་ད་རིང་མདོ་བསྡུས་ཧ་ཅང་གི་མདོ་བསྡུས་བྱས་ནས་དེ་རིང་འདི་འདྲིའི་གྱི་ཞུས་ནས། ཐེངས་རྗེས་མའི་ང་ཚོའི་སློབ་ཚན་གྱི་ད་ལེ་ཚན་དགུ་པའི་གི་ནང་ལོགས་ལ། ད། ཕྲད་གི་ནང་ལོགས་ནས་རྫོགས་ཚིག་དེ་རེད་རྫོགས་ཚིག་དེ་ཡིན་ཙང་རྫོགས་ཚིག་དེ་བེད་སྤྱོད་ག་འདྲས་བྱེད་གི་རེད་དེ་སྐད་དེ་ཞུ་གི་ཡིན་ལ། ཨ་ནེ། དངོས་གནས་བྱེད་གི་ཡིན་ན་མིང་གི་རྣམ་བཞག་འདི་གི་ཐོག་ལ་དངོས་གནས་བྱེད་ན་དཔེ་ཆུས་བྱེད་གི་རྣམ་བཞག་དེ་ངེས་པར་དུ་ཞུ་དགོས་གི་ཡོད་རེད་དཔེ་ཆུས་སི་ཏུའི་རྩམ་པ་ལ་དཔེ་ན་སྐད་ངན་གྲོགས་ཤར་ཟེར་ཡ་འདྲ་བོ། བྱ་རྡོ་ལམ་ཁྲིད་ཟེར་ཡག་འདྲ་བོ། ད་ང་ནང་བཞིན་གྱི་ལས་པའི་ཉེན་འགོག་ཟེར་ཡག་སོགས་འདྲ་བོ་དེ་འདྲས་ཀྱི་མིང་ཚིག་མང་པོ་ཞུགས་ཅི་ཡོག་རེད་དེ་གས་དེ་འདྲ་བ་ཞུ་དགོས་ཡག་འདྲ་བོ་ཅི་ཡོག་རེད་དེ་ཡིན་ན་ཡང་དེ་གས་དེ་ངས་ཟུར་དེ་ལ་དཔེ་ཆུས་ཀྱི་ལས་ཚན་ཅིག་བཟོས་བསྡད་ཀྱི་ཡོད་དེ་གས་དེ་དྲ་རྒྱ་དེ་སོགས་ནང་ལ་ཁ་ས་ག་ལ་རག་གི་རེད་དཔེ་ཆུས་ཟེར་ནས་བྲིས་ན་ད་འུག་པ་འདྲ་བོ་དཔེ་ཆ་ནོར་བ་ཆོས་ས་ཆོས་དཔེ་ཆུས་ཀྱི་ལས་ཚན་ཟེར་ནས་བྲིས་པ་ཡིན་ན་རག་གི་རེད་དེ་འདྲས་ཡིན་ཙང་ངས་འདི་ལ་ཞུ་གི་མེད་ཐེངས་རྗེས་མ་ལ་ཡང་ང་ཚོ་རྫོགས་ཚིག་དང་དེ་ཡི་བཀོལ་སྤྱོད་ཀྱི་ཐོག་ལ་ངས་ངོ་སྤྲོད་ཞུ་གི་ཡིན་ལེ་ཟེར་ཐུགས་རྗེ་ཆེ་ན་ཐེངས་རྗེས་མའི་སློབ་ཚན་གྱི་ཐོག་ང་ཚོ་ཡང་བསྐྱར་མཇལ་ཡོང་ཐུགས་ཆེ་གནང།